ཁྱེད་རང་ཚོས་ཡིད་གཟབ་གཅིག་བྱེད་དགོས་ཡ་དེ། ང་ནམ་རྒྱུན་ཨ་མི་རི་ཀ་འདི་རུ་བཙལ་ནས་དེ་སྲུང་སྐྱོབ་བྱེད་ཡ་དེ་ཨ་མི་རི་ཀའི་ནི་ག་སོག་སྲུང་སྐྱོབ་ཀྱི་ད་སྡེ་ཚན་ནས་ག་སོག་གི་སྲུང་བྱ་བཙུགས་བྱེད་བྱེད་དགོས་ཡ་རེད། ད་ག་ནི་ཞིག་རྒྱ་གར་གཞུང་གི་སྲུང་བྱ་བཙུགས་བྱེད་བྱེད་དགོས་ཡ་རེད། རྒྱ་གར་གྱི་སྲུང་སྐྱོབ་ཀྱི་སྡེ་ཚན་ནས་དོལ་རྒྱལ་ཚོགས་པས་ཏཱ་ལའི་བླ་མ་ལ་ཡང་ཉེན་ཁ་ཅིག་འདུག་ཟེར་ནས་རྡ་རམ་ས་ལར་ལྕགས་རི་གསར་པ་སྐོང་དགོས་ཡ་དེ་འདྲ་ཆགས་པ་རེད། ང་དེ་ཕྱི་རྒྱལ་དུ་བ་ཕྱིན་པའི་ཁ་ཐུག་ལས་ཨ་མི་རི་ཀའི་སྲུང་སྐྱོབ་ཀྱི་སྡེ་ཚན་ནས་ཏཱ་ལའི་བླ་མ་ལ་ཉེན་ཁ་ཡོང་ས་གཅིག་དེ་དོལ་རྒྱལ་ཚོགས་པའི་ནང་ནས་ཡོང་ཡ་ཉེན་ཁ་འདུག་ཟེར་ནས་དེ་འདྲ་བཤད་ཀྱི་འདུག། ལ་འདི་དོལ་རྒྱལ་བསྟེན་མཁན་དུ་ཆོས་གྲྭ་ཁ་ཤས་རེ་རེ་དྲེགས་པ་གདུག་རྩུབ་ཅན་བསྟེན་དུས་རྩ་ནས་མིའི་གཤིས་ཀ་འདི་རྩུབ་པོ་ཞིག་བྱ་གི་འདུག་དང་པོ་མཚན་ཉིད་སློབ་དཔོན་བསད་སོང་མཚན་ཉིད་སློབ་དཔོན་བསད་པས་ད་རེས་ང་དོལ་སེལ་ད་ཐག་ཉེ་བོ་རེད་གཙུག་ལག་ཁང་གི་རྒྱབ་ད་ལ་མཚན་ཉིད་སློབ་དཔོན་གྱི་གཟུགས་པོའི་ལོགས་ལ་ཡར་གྲི་བཅུ་དྲུག་བཙུགས་ཞེས་ཞུ་བ་དེ་སྐེ་ཕག་ཅེས་བསད་འདུག། ཉམས་རྟོགས་ལ་ཡ། དགེ་སློང་གཞོན་གཞོན་གྱིས་རྒྱ་སྐད་བདེ་བོ་བཤད་བྱས་བྱས། ཁོ་ཡུན་ནན་ནས་མ་རེད་ཡུན་ནན་ནས་རེད་བྱས་ནས་འོ་ད་རྒྱ་སྐད་ཡག་པོ་བཤད་རེད་དེ་སྐད་བསྒྱུར་བྱས་བྱས། དེའི་ཁ་ཐུག་དེ། དཔེ་ཆ་གཅིག་རྟེན་འབྲེལ་བསྟོད་པ་རྒྱ་སྐད་ལ་བསྒྱུར་དགོས་ཡིན་ན་གཅིག་བསྒྱུར་དགོས་ཡག་རེད། འདི་གཅིག་བར་སད། ད་འདི་ཉམས་རྟོགས་ལ་ཡང་རོགས་པ་བྱེད་དགོས་པ་རེད། འདི་མ་ཟད་ག་ད་མི་གསུམ་དུས་གཅིག་ལ་བསད་སོང། ཨན་དེ་ནས་ལྡི་ལིའི་དོལ་རྒྱལ་ཚོགས་པ་ཁོང་ཚོའི་གྲས་ཀྱི་མི་ཡང་མ་ཡང་འགྲོ་མ་འགྲོ་བྱེད་མཁན་དེ་འདྲས། ཁྱེད་རང་ཚོ་གྲྭ་ཚན་ནང་ཁོང་ཚོ་ཁ་ཤས་ཡོད་རེད། ཉེས་དང་ཟེད། ད་ཅིག་སོགས་ལ།

ཉེན་ཁ་འདུག་ཟེར་ནས་རྒྱ་གར་གཞུང་གི་འབྲེལ་ཡོད་ལས་ཁུངས་ཀྱི་གཟིགས། ཨ་མི་རི་ཀའི་འབྲེལ་ཡོད་ལས་ཁུངས་ཀྱི་གཟིགས་འདུག་ས་དེ་འདྲ་ཡིན་དུས། དེ་ཡང། ཅིག་དྲ་མདའ་མེད་པའི་ཉེས་རྟགས་ཟེར་བས་ཡིན། ཉེས་རྟགས་ཟེར་ནས་འདྲ། ཅིག་དྲ་མདའ་མེད་པའི་ཅིག་ད་མེ་མདའ་འདྲ་འགྱེལ་བ་ཡིན་ན། དེ་ཡང་ད་དོགས་གྱོང་ཟེར་བ་ད། དེ་ཡང་ད་གཟིགས་གཟིགས་སོགས་བྱེད་དགོས་ཟེར་ཞག་ཞེ་ཁོ་རང་ཚོ་གར་བྱས་ནས་དེ་ཁྱད་ཁྱོན་ནས་མི་འདུག་ན་འདུག་ས་རེད།